དང། ངེད་ཀྱི་ག་རེ YouTube Channel ཁ་བཞིན་འགོ་འཛུགས་ཡིན་ལ་དེ་ཐང་ཤོད་གི་ར། ད་དེ་རིང་ངེད་ཀྱི་ད YouTube Channel འགོ་འཛུགས་ཡས་ཀྱི་དམིགས་ཡུལ་དང་ནི་དེ་ནས་ཀྱི་མ་ལ་ད་བྱེད་ཀྱི་ར་བརྒྱུད་རིམ་སྒྲུབ་བྱས། ད་ད་ད་འགྲོ་བཞིན་པ་དང། དོན་དུ་ཚང་མས་ཀྱི་སྐོར་བྱས་ར། ནས་དྲང་པོ་དྲང་བཞག་བྱས་ནས་སོ་སོ་ཀྱི་ག་རེ་ཡིན་བསམ་པའི་ཧོ་ཧོ་དུ་ར། ཧོ་ཧོ་དེ་ཡིན་པ་ལ་ཡ་ཡིན། འདི་ནི་ད་ལྟ་ངེད་ཀྱི་ཏིན་ནང་ལོག་ཅིག་གི་ར་ནོར་སི་འགྲོ་སྲོལ་ཏིན་ཏིན་ལ་ཡ་ལ་ནི་ཨེ་འདྲི་ཅེས་སྲོལ་མེད་ར། བསམ་བློ་ན་ག་རེ་འཁོར་གི་འདུག་ཨོ་དེ་བཤད་བྱས་ཡང་གལ་ཆེ་ལྷག་མ་དེ་འདྲའི་ལྷག། ལྷག་ཡ་དེ་འདྲའི་ཡོང་སྲིད་རེད་གནས་ཡིན་ནའི་ཐལ། གལ་ཆེ་ལྷག་མ་ལ་ན་ཡ་གོ་ནས་གཉིད་འདུག་སྲོལ་སྲོལ་ཨེ་འདྲི་འགྲོ་ཡོད་མ་ར། འོ་དེ་ལས་ད་དང་པོ་དེ་ག་རེད་ལ་ན། ད་ངའི་བརྙན་ཐུང་དང་པོ YouTube Channel འོ་བཟོས་སྟངས་དེ་དེ་འདྲ་རེད། ང་ཚོའི་བསམ་བློ་འཁོར་སྟངས་དང་པོ་ག་འདྲ་ལ་ན། སྤྱི་བཏང་གི YouTube ལས་དེ་འོ་སྨྱོན་མ་ནས་ད་ཅིག་ད་གཟོད་ད་སྨྱོན་མ་ནས་ར་ཡིན་ནའི། ད་འོ་ལུང་པ་གཞན་དག་དྲོ་དང་དུ་འཛུལ་ཡིན་པ་ཡིན་ན་སྨྱོན་མ་ནས་ད YouTube བཟོས་མཁན་དཔེ་མང་པོ་རེད་ནའི་བོད་པའི་སྤྱི་སྤྱི་ཚོགས་ནང་ལོགས་ལ་ནའི་འོ Lockdown གི་སྐབས་དེ་འདྲ་ཤུགས་ཆེན་པོ་ཡོད་ལྟར།

དང་པོ། ད་ང་ག་རེ་དེ་ལས་ཀ་ད་བྱེད་སྟངས་ཀྱི་ང་ལས་ཀ་བྱེད་དགོས་ཚུལ་ནས་ལོ་ཁ་ཤས་རྗེས་ལ་ནི་ངེད་ཀྱི་རོགས་པ་ར་ངེད་ཀྱི་མེ་ཞེ་ཆ་ལེ་རེད་ནི་ཞེ་ཆ་ལེ་བྱེད་ནས་ནི་ང་ཚོ་ག་བྱེད་ལ་ན་ནི། དེར་ལོ་གཅིག། མཉམ་དུ་དེར་ལོ་གཅིག་བྱས་ལ་ནི་ང་ཚོ་བོད་སྐྱེལ། བོད་སྐྱེལ་ཚར་བའི་རྗེས་ལ་ནི་ང་ཚོ་ཁ་ཆེ་ནང་ནས་མོ་གི་ལས་ཤག་ལ་ང་ཚོ་སྤོས་ཡོད་པ། ང་ཚོ་ལས་ཤག་སྤོས་བྱས་སྤོ་བོ་མཉམ་དུ་བྱས་ནི་སྤོ་བོ་ད་ངའི་རྒྱ་བོ་བུ་མོ་གཅིག་ཡོད། ང་ཚོ་སྤོས་བྱས་ནི་སྤོ་བོ་གི་ཆེད་དུ་ནི་ང་ཚོ་ལྕགས་ལ་འདྲ་མ་འདྲ་མངགས་འོ་དོ་ཡ། དམིགས་བསལ་གྱིས་ད་ལྟ།

ཡག་པོ་འདུག་ར། བེད་སྤྱོད་བཏང་ཚ་ནི་ཡག་པོ་ཡོང་ཧའོ་སོ་ནི་ཨེ་འདྲའི་བྱ་ལམ་མང་པོ་བྱས་ར་ནི་གོང་འདི་ནི་ཧང་སངས་ཆེན་པོ་མེའོ་བྱས་འདི་པད་ཀེ་ཆེ་ན་ལས་གྱོད་གྲོགས་གོང་མ་ཆིག་སྟོང་ལྷག་སི་ལ་བྱ་ལ་ནུམ་ཆུ་ཡན་དང་སོག་པོ་མ་ས་ཤི་དང་ཤམ་པོ་དང་ནི་སོག་པོ་དྲའི་ཡི་ཙི་དང་ཨེ་འདྲའི་སྟོད་ནང་འདྲ་མ་འདྲ་མང་པོ་འདུག་ཧུམ་མོ་གིས་སྔགས་དང་ཡང་ནི་ཨོན་ལེན་སྔགས་བྱས་ནས་ནི་སླེ་ཤི་དང་སྦྱོར་བྱས་ར་བྱ་ལ་ནི་སྦྱོར་དུ་ནི་མོ་ལས་ང་ཚ་ཚ་བི་གི་བྱས་ལ་འདི་ལོག་ཏོན་སྐབས་རེད་ལོག་ཏོན་ཡིན་པ་ཡིན་ན་ང་ཚོ་ཨོ་ལན་དུ་འགྲོ་བསྡད་རེད་ཨོ་ལན་ཟེར་ན་འགྲིག་གི་ར་ནི། མོ་ཡིན་ན་སྨན་ཁང་ལ་ཆས་དུས་ང་ཚོ་ནི་སྨན་ཁང་ལ་ག་རེ་དེ་ཡོད་མ་རེད་ད་ཨོ་ལན་དུ་ལ་ཡོད་མ་ར་ཡ་སྨན་ཁང་ད་དེ་དུས་ང་ཚོ་སྨན་ཁང་ད་ཡོད་ན་མེད་ན་ཡོད་ན་མེད་ན་ར་ནི་མོ་ག་བྱས་ཏེ་ལས་ཀ་ལ་འགྲོ་དགོས་ར་ནི་གོང་ལྟར་ལོག་ལས་བ་ནི་ཆུ་ཚོད་ལྔ་བར་མོ་ལས་ཀ་གྲོལ་བྱས་ནས་ནི་ཚུར་སླེབས་ས་ཡ། ཚུར་སླེབས་བྱས་ནས་ཨོ་ལྕེ་ལགས་ཅིག་སླེབས་ཤག་ན་དེ་ན་བ་ལྕེ་ལགས་ཅིག་སླེབས་ཤག

སོགས་སེམས་ཁམས་གཉིས་ཀྱི་སྤོ་བོ་གྱི་འཁྲུལ་ཆའི་ཨ་མདོ་སེམས་ཕྱིར། དེ་ཡི་འོད་འཕྲོ་དྭངས་ཤུལ་དུ་བླུག། ནི་དེ་བླུག་ཚར་བ་དང་ནི། དེ་དུས་ད་ང་ཚོ་ག་རེ། ཚང་མ་ང་ད་ང་གཉིས་ཡིན་པ་ཡིན་ན། ནི། དེ་སུ་ལོ་ཆུང་ཆུང་དྲོ་རེད། ནི། ཨོ། ད། ང་ལས་ད་ལྟ་མོ་ལོ་འགོང་ཤི་ངེས་མང་པོ་ཡོད་རེད་ཨ། ནི་སོང་ཙང་དེ་དུས་བུ་ཡུག་སུ་ཡོད་ཡག་པོ་ལགས། ཤ། མི། དེ་དུས་ཉི་མ་གཅིག་སུ་གཉིས་ནང་ལོག་གོ་ལ་བུ་ཡུག་སུ་ཕེབས་ཡག་པོ་ལགས། ནི། དེ next day ལ་ཨེ་ཨེ་འདྲས་སུ་ཨེ་གི་དམིགས་ཡུལ་འགྲོ་ཡོད་མ་རེད།

ཡུལ་དུ་དྲི་ལན་དྲུག་མ་བཏང་བས་ན་འབད་ཐོག་དང་དེ་ཡི་དོ་ཡ། དེ་དུས་སྐབས་སུ་ནི་ཁ་ཅིག་ལ་ནི། ང་ཚོ་ཁ་ཅིག་ལ་ནི་དེར་འདའ་བ་ཡོད་དུས་སྐབས་སུ་ནི་ང་ཚོ་ཡུལ་གྲུ་དེ་སྟེ་ལྷོའི་ཀླུར་ཁ་ཅིག་ལ་ནི། ཁོ་བོ་བྱེ་མ་ཆེན་པོ་བྱེད་དུས་སྐབས་སུ་ཡང་ཁོ་རང་དྲན་ཏེ་འགྲོ་བ་དང་ཁོ་རང་མིག་བལྟ་ཡོད་འགྲོ་ན་ཡང་ཁོ་རང་ཡུལ་གྲུ་ཡོད་ཀྱོ་གྲུ་ཡོད་ར། གླུ་བོ་དེ་བཞིན་དུ་ནི་ཡུལ་གྲུ་ཀླུ་ཡང་ཁོ་ཚོར་ར་ཡུལ་གྲུ་དེ་སྟེ་རྟ་མང་ཆོས་དེར་འདའ་བ་ཡོད་ཀྱོ་གྲུ་ཀླུ་ཡིན་པ། ཁོ་རང་ཡོད་ན་ཡང། ཁོ་རང་བྱེ་མ་བལྟ་ཡ་ཡོད་ར་ཡ། འོ་དེ་བ་ལྟ་བུ་རང་བསམ་ལྟ་བུ་རང་བསམ་བློ་བཏང་འགྲོ་ལགས་ར་ཁོ་རང་དྲན་ལྡན་འགྲོ་བྱས་རེད་བསམ་ནས་ར། ནི་ང་ཚོ་ལྟ་ཕ་མ་གི་ནི་ལྟ་ཨེ་འདྲ་འགྲོ་ར་ལྟ་ཕ་མ་གི་ནི་ལྟ་ཕྱི་དགོས་ཨེ་གཙོ་དེ་ལྟ་བུ་གི་ཆེད་དུ་ལྟ་བུ་བྱས་མ་སྟོན་ལྟ་སྟོན་ལམ་བུ་བྱས་མ་ཐུང་བའི་སྐབས་སུ་དགའ་སྣང་འཚོ་བ་ལས་གི་ཆེད་དུ་ལས་ཀ་རྐྱང་རྐྱང་བྱས་ཐབས་ཤེས་སྟོན་ར་འོ་དེ་བསམ་བློ་གཅིག་འཁོར་སོང་ཡ་འོ་དེ་འདྲ་བྱས་ནས་བསླུ་ར་ཡ།

བྱམས་པའི་སྤྱན་གསོལ། ནམ་མཁའི་བྱམས་པའི་སྤྱན་སྟོང་འཁོར་བར་དང་བྱམས་པའི་སྤྱན་ད་ཏི་ནི་འོད་སྤྲོ་སེ་བའི་ཆེད་དུ་བྱམས་པའི་སྤྱན་གསོལ་ར། ནི་འོད་སྤྲོ་གྱ་ངན་དེ་ག་ལ་ན་ང་ཚོ་སྤུ་བོ་ཏང་གི་བུ་མོ་བྱེད་ཡོད་ར་ཧོ་དེ་འོད་སྤྲོ་གྱར་དེ་དུ་ཨ་མ་ཕུལ་དེ་གསོལ་ར་ཆ་དམ་དུ་འཛུལ་བྲེ་ག་བྱེད་ར། འཛམ་འཛམ་ནི་ང་ཚོ་ག་བྱེད་ལ་ན་ཡ། ཁ་ལག་སོལ་སྟངས་དང་འོད་སྤྲོ་དེ་འདྲ་གསོལ་བོ་ལ་ཡ་ཅོ། ནི་མོ་པ་རང་འདྲ་འགྲོ་གསོལ་ར་གསོལ་བོ་ར་འོད་སྤྲོ་གྱ་ག་འགྲོ་ཆེ་ཡ་ཨེ་འདྲ་འགྲོ་ཡོང་གི་འདུག་ཡ།

འདི་དོན་ལབ་སོང་ང་ཚོ་པར་དང་མི་ཏྲོ་ལན་སུ་ཡིན་ན་གད་ཡིག་རོགས་ཡ། ཨེ་འདི་ཁ་པར་ནང་ལོག་ན་ཞུ་རྟག་པ་བསྟན་པ་མིན་འདོག་ཁ་པར་དེ་སྐབས་རེ་ཁོ་རང་ཁོ་རང་མེད་བ་ཆགས་འགྲོ་གི་འདུག་ཁ་པར་བརླག་འགྲོ་གི་འདུག་ཁ་པར་རེ་ཡ། སྐབས་རེ་པར་དེ་ཚོ་ལག་པ་ཤོར་ཆེད་དེ་ལེ་འགྲོ་ཆགས་འགྲོ་གི་འདུག་ཡ། ཨེ་ང་ཚོ་མི་ཏྲོ་གི་རྒྱ་གོག་ར་ཡ། ཨེ་འདི་དོན་ང་ཚོ་དྭངས་ཤོད་དེ་ང་ཚོ་ག་བ་འགྲོ་ལབ་ན་རྡོ་རྗེ་གདན་འགྲོ་རེད་ཨ་རྡོ་རྗེ་གདན་ལ་འདི་དོན་ང་ཚོ་རྡོ་རྗེ་གདན་འགྲོ།

འདི་གི་རྗེས་ལ་ནི་ཡང་ང་ཚོ་དགུན་ཁ་རེད་ཨ་ཨེ་འདྲ་འགྲོ་ཅིག་ལ་ང་ཚོ་དེ་ལ་ད་འགྲོ་དེ་ལ་ཨེ་མོ་ར་ཆིན་རེད་ད་ང་ཚོ་བོད་སྐད་དུ་ལོ་ཆུང་བ་བོད་སྐད་གྱ་དུས་ཡ་འགྲོ་ཚ་སྐད་དུ་འཛུགས་ལ་ནི་ཆིན་པ་བེད་སྤྱོད་མ་ཏང་ཅིག་འགྲོ་རེད་ལ་ནི་དེ་ནས་ང་ཚོ་དེ་ལ་འགྲོ་ཡིན་པ་དམ་ས་ལ་འགྲོ་ག་ཆོད་ཕག་པ་འགྲོ། མ་ནག་ལས་གུད་ནས་གར་ཞིག་འཕགས་པར་འགྲོ་འགྲོ་རེད་ཨ། དེ་དུས་ཡང། དམ་ས་ལ་རང་ལྟ་བའི་སྤྲོ་དེ་འདྲའི་དམིགས་བསལ་བློས། མེད་བསམ་ཟེར་ཨ། ནས་དེ་དུས་ང་ཚོར་ཡ་མ་ཏ་ཡོད་མང་པོ་ལྟ་ཅི་གང་གི་འཁྱམས་རེད་ར་སུ་ཡིན་ན་ད། ས་ཆ་གསར་བ་རུ་འགྲོ་དུས་སྐབས་སུ་འཁྱམས་གི་ར་ད་དམ་ས་ལ་ས་ཆ་ད་དེ་ཉེར་ལྟ་འགྲོ་ཉེ་ཡོད་ད་ཡིན་ནས་སུ family དང་ཨེ་འགྲོ་མཉམ་དུ་བྱས་ཨ་ནི family སྟེ་ཟླ་བ་དེ་དུས་ད། ཆུང་ཆུང་རེད་ཨ་ནི། ང་རང་གཉིས་སྤུན་བརྒྱད་ཙམ་ཟེར་བས་ནི་ཡ་མ་མང་བོ་འཁྱམས་ཡོད་པ། འདི་དུས་དུས་སུ་བཟའ་ས་རེད་དམ་ས་ལ་གི་ཁ་རེད Sky Line རེད་རེད་ག་ལ་རེད་ཨེ་འདྲས་བཏང་ས་ཇི་བའོ་འདི་ལ་འགྲོ་ཨེ་འདྲས་མ་བོ་འགྲོ་རེད་ནི། དེ་ནས་ང་ཚོ་གར་ཤ་བག་པ་འགྲོ་ཡོད་འབག་ནི་གར་ཤ་བག་པ་དེ་ཨ་མ་ཡ་ཨོའི་སྙིང་ཆེན་པོ་ལམ་དགའ་འདི་ཚོ་ཡ་དེ་དུས་གནམ་གཤིས་དེ་ཡག་པོ་ཁེན་ས་ར་ཡ། ནི་ཨེ་འདྲས་ཨོ་མ་ནང་ནི་ཐོན་བ་དང་ཨེ་ཐོན་བ་དང་སྐྲ་ནོལ་ཡང་ཨ་སྐྲ་སྐྲ་ནོལ་ཨ་སྐྲ་སྐྲ་ནོལ་ང་རང་ནང་པོ་འཛུལ་ར་ཨ་སྐྲ་སྐྲ་ནོལ་རེ་འུ་རིང་པོ་དང་ནང་པོ་ནང་ཆུ་ཡོའང་ཆེ།

ང་ཚོ་དང་ཨིན་དྲའི་དུས་ཚོད་རག་དགོངས་པ་རེད་ཡ། ཨིན་སོང་ལ་ནི། ག་དུས་ག་དུས་ད་ཡང་ང་ཚོའི་དུས་ཚོད་རག་གི་ལུགས་ཡ་འོ་དེ་ཞིག་རེད་ད་ང་ཚོ་དེ YouTube ཚོའི་དེ་སྟེང་ཉན་ལ་ཡོད་ན་ཞིང་དེ་གཅིག་གི YouTube ནས་ཡང་ང་ཚོ་གཉིས་རག་ཡ་དང་དེ་འདྲས་ཀྱི་ཆེད་དུ་མེད་ཡ། ད YouTube ག་དུས་ག་དུས་རེད་ཅིག་བཟོས་འོང་དུ་ནི་ད་ཅིག་ཨ།

ལས་ར་བ་བྱ་བར་བྱེད་ར་མི་འདུག་བ་བྱ་བ་ད་ཅིག་སྟོང་ད་ལྟ་ད་ཆ་དྲོད་ཡོད་ཨ་ཅིག་སྟོང་ཆ་ཆ་དྲོད་ཡོད་གཉིས་ལུང་པ་ད་ངས་འགྲོ་ཡིན་མིན་ན་ད་ག་ལུང་པར་མང་ཤོས་འགྲོ་རེད་ཤི་ཨ། ཨ་རི་དང་ཧྥ་རན་སི་དང་ཨིན་དྲེ་འགྲོ་ད་ངེས་འདུག་ཡོད་ཨ་ནི་ཅིག་ད་ལྟ་ལོ་ལྟར་ལོ་སུམ་ཅུ་ནས་ཕྱི་ཅུ་ཞེ་ལྔ་དང་ཨིན་དྲེ་མང་ཤོས་འགྲོ་རེད་ཤི།